བོད་གཞིས་བྱེས་གཉིས་ཀྱི་དབུ་འཛིན་འཛམ་གླིང་ཞི་བདེའི་དེད་དཔོན་སྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་བརྗིད་གཟིགས་པ་ཆེན་པོ་མཆོག་སྒོ་སྲུང་དགུ་ཆ་སྔོན་དུ་བཏང་ནས་དེ་རིང་གི་མཛད་སྒོ་དེར་ཆིབས་བསྒྱུར་གནང་བའི། སྐུ་མགྲོན་གཙོ་བོ་དགེ་བཤེས་ལྷག་རྡོར་ལགས་མཆོག་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། དེ་བཞིན། ཨེམ་རིའི་མཐོ་སློབ། Emory Tholop། ནས་གྲོགས་རོ་བདེ་རྩེ་སུ་རམ་ལགས་དང། གཞན་ཡང། གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཚང་མ་དང། སེར་སྐྱ་མི་མང་ཡོངས་ལ་དེ་རིང་འདིར་ཕེབས་པ་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ། ང་ཚོ་གི་དེ་རིང་གི་མཛད་རིམ་འདི་དང་པོ་དེ་ལ་ངེད་ཀྱིས་ང་ཚོ་རྡ་ས་གནས་ལ་བོད་པའི་གི Charter School སྐོར་ལ་མ་འདྲི་ཞིབ་འཁྱོག་སི་མ་ཞུ་གི་ཡིན། དེ་རྗེས་ལ་ཨ་མདའ་ཨེ་མི་རི་མཐོ་སློབ་ནས་གྲོགས་རོགས་བསྟན་འཛིན་བསོད་ནམས་ལགས་ཀྱིས་སིའི་ཤེས་ཡོན་གྱི་སྐོར་ལ་མ་དེ་བཞིན་རྒྱག་གི་རེད། ཨ་འདི་རྗེས་ལ་དགེ་བཤེས་ལགས་ནས་དགའ་སློབ་དང་ཨ་ཐ་མ་དེ་ལ་དྲི་བ་བྱེད་ལས་ཡོད། ད་ལྟ་མགོ་མ་བཙུགས་མོད་ལ་དྲན་གསོ་བྱེད་དོ་ད་ང་ཚོ་ཕྱི་ལོགས་ལ་ཅོག་རྩེ་ཡོད་ཅོག་རྩེ་དེ་ལ་ད་ལྟ Charter School ག་ཅིག་སྐོར་ལ་ཁ་ས་དེ Interest ཡོད་ན་འདོད་པ་ཡོད་ན་དེ་ཐོ་ཡིན་གཅིག་མིན་གཅིག་རྒྱ་རོགས་གནང་རོགས། ཨ་ནི་མཉམ་དུ་ལས་ཅོག་རྩེ་ཅོག་རྩེ་གཅིག་པ་དེ་ལ་ད་ང་ཚོ་གི

བྱམས་སྙིང་རྗེ་གི་སྐོར་ལ་ད་ལྟ་སཱིའི་ཤེས་ཡོན་གྱི་ཐོག་ནས་ཁྱབ་འགྲོ་ཡ་ཆེད་དུ་ང་ཚོ་གི་ད་ཆ་ཤིག་འདི་འགོ་བཙུགས་ཡོད་རེད། ད་ལྟ་སླབ་གྲ་འདི་འགོ་བཙུགས་ཡས་ཀྱི་ད་ལྟ་ང་རང་ཚོ་གི་ཆ་ཤིག་འདི་ལ་སྟོན་རྒྱལ་གྱི་ཉིས་སྟོང་ཉི་གསེ་ལྔ་ལ་འགོ་བཙུགས་ཡས་ཀྱི་ཆ་ཤིག་བཏིང་བསྡད་ཡོད་རེད་འོན་ཏེ་འགོ་བཙུགས་དུས་སྐབས་སུ་ལ་སྔོན་འགྲོའི་འཛིན་གྲ་ནས་འཛིན་གྲ་བཞི་བ་བར་དུ་བྱས་དེ་ནས་ལོ་རེ་རེ་རྗེས་ལ་འཛིན་གྲ་ཐོག་བར་ས། ཕར་གྱིས་ཕར་གྱིས་བྱས་ནས་ཚེ་སྒྲ་བརྒལ་བ་བ་འདུག་དེ་འདྲའི་ཆ་ཤས་གཏིང་དེ་ཡོད་རེད་དེ་བསླབ་གྲྭ་འདི་ནམ་རྒྱུན་བསླབ་གྲྭ་ན་ཤི་ཟ་ཟླ་བ་ནས་ཟ་དཔག་སངས་ཀྱི་བསླབ་གྲྭ་དེ་འདྲས་ཅིག་ཆགས་བཅུག་གི་ཡོད་རེད་ད་སློབ་ཚན་སློབ་ཚན་ཆ་ཚང་ད་ལྟ་ཨ་རི་ག་ས་དེ་མི་ནི་སུ་ར་གི་སྒོ་ཡོད་རྒྱུ་ཤོར་བ་ད་ཨ་ནི་ཡི་སློབ་ཚན་ཆ་ཚང་བསླབ་བས་ཀྱི་ཆ་ཤས་གཏིང་དེ་ཡོད་རེད་ད་དགེ་རྒན་ལག་འཁྱེར་ཡོད་ངེས་མི་ནི་སུ་ར་གི་ལག་འཁྱེར་ཡོད་ངེས་བྱས། ཨ་ནི། མ་འོངས་པ་ལ་ག་ས་ད་སླབ་གྲ་འདི་ཡག་པོ་ཅིག་ལག་འགའ་ཅིག་འགྲོ་བ་ཡིན་ན་མ་འོངས་པ་ལ་སློབ་ཚན་གཞན་པ་དེ་ཚོ་ད་ལྟ་བོད་སྐད་ཐོག་ནས་སླབ་ཐུབ་འོས་ཀྱི་འཆར་གཞི་བཏིང་བསྡད་ཡོད་རེད། ཨ་ང་ཚོ་གི་ལས་གུས་པུའེ་དེ་ད་ལྟ Partner གཉིས་ཡོད་རེད་དང་པོ་དེ་ད་ལྟ Designs for Learning ཟེར་ཡོད་རེད་ཁོ་རང་ཚོ་ད་ལྟ Saint Paul གི Company ཅིག་རེད་ཤག་ཨ་ནི་ཁོ་རང་ཚོ་གི་དམིགས་བསལ་གྱི་ད་ལྟ Charter School གསར་བ་འགོ་བཙུགས་ངེས་དེ་ཚོ་ལ་ཁོང་ཚོ་གི་རོགས་པ་བྱེད་དུ་ར་ཨ་ནི་ཁོང་ཚོ་མཉམ་དུ་ང་ཚོ་ལས་ཀ་བྱེད་བཞིན་པ་ཅིག་རེད། མཉམ་དུ་ལས་ཧན་ད་སིའི་ཤེས་ཡོན་གྱི་ཧན་ད་ཨིམ་རིགས་ཀྱི་མཐོ་སློབ་ནས་ཁོ་རང་ཚོ་མཉམ་དུ་ལ་ཧན་ད་ཐང་ད་བསྟན་འཛིན་བསོད་ནམས་ལགས་མཉམ་དུ་ལ་ང་ཚོ་སིའི་ཤེས་ཡོན་གྱི་སྐོར་ལ་ཐོག་ནས་ད་ང་ཚོ་ལས་ཀ་མཉམ་དུ་བྱེད་བསྡད་ཡོད་རེད། ད་མི་ནི་སུ་ར་རང་ལོ་ལ་ཁར་ས Charter School བཙུགས་པ་འགྲོ་ཅིང་ན་ཁྲིམས་སྒྲིག་ཤེས་བ་ལ་འགྲོ་དགོས་འདུག་ར་འོང་དེའི་ལ་དུས་ཁར་ས

ནི་མཉམ་དུ་ལས་ད་ལྟ་བོད་པའི་སྐད་ཡིག་དང་རིག་གཞུང་སྐོར་ལ་འདི་ད་ལྟ་བཏང་བ་ཚང་མ་མཁྱེན་གྱི་རེད། བོད་ནང་ལོགས་ལ་དཀའ་རྙེད་ག་འདྲས་ཡོད་མེད་ཅེས་ཁ་ས་བོད་པས་ཀྱི་མི་རིགས་དང་བེད་ཁ་རུ་སུ་བེད་ཀྱི་ཐབས་ཤེས་བྱེད་དེ་ཡོད་ར་རྒྱ་མི་གཞུང་གྱི་ཡོ་འདི་ཆེ་ཚང་ང་ཚོ་འང་ད་བཙན་བྱོལ་ལ་ཡོད་དུས་འང་ད་ཨ་རི་ལུང་པ་ལ་ཡོད་དུས་སྐབས་སུ་ལ་བོད་སྐད་དེ་སྤུ་གུ་ཆུང་བ་འདི་བྱས་ནས་སྲུང་སྐྱབས་བྱས་དེ་ཁག་པོ་ཡོད་བ་འདི་འང་ཚང་མ་ཧ་གོ་དགོས་རེད་འོན་ཆེ་ཚང་འང་ད་སླབ་གྲ་དེ་འདྲ་ཅིག་བཙུ་བ་འགྲོ་བྱས་ན་ཤུགས་ཆེན་པོ་ཞིག་ཕན་གྱི་རེད་བསམ་གྱི་འདུག། སློབ་གྲྭ་དེའི་འགོ་བཙུགས་ཚར་བ་རུ་གཞིགས་ན་ཨ་ནེ་ཨི་བྷ་ས་མ་དང་ས་གནས་རང་གི་གཞུང་གི་དཔལ་འབྱོར་ཐོག་ནས་རོགས་རམ་བྱེད་རག་གི་འདུག་ཡིན་ནས་འགོ་མ་བཙུགས་སྔོན་ལ་ཡང་ལས་ཀ་མང་པོ་རོགས་ཀྱི་འདུག་རག་མྱོང་སྟེ་ཧང་ད་ང་ཚོ་ད་ང་ཚོ་སློབ་གྲྭ་འདི་བཙུགས་འོས་ཀྱི་ཚོགས་ཆུང་འབྱོར་རང་ཧང་ད་དཔལ་འབྱོར་བསྡུ་རུབ་བྱས་དང་ཧང་ད་ལས་ཀ་འདི་ཚོ་ཚང་མ་བྱེད་བཞིན་པ་ཅིག་ཡིན། ཨ་ནི་སྤྱི་བཏང་གི་ཧན་ད་བསླབ་གྲྭ Charter School དེ་འདྲའི་མང་པོ་སྒོ་བརྒྱབ་པའི་རྒྱུ་མཚན་ཆ་དྲུག་འདུག་ག་བྱིན་ཟེར་ན། ཁོ་རང་ཚོ་ལ་སྤུ་གུ་མང་པོ་མཉམ་ཞུགས་མ་མཆིས་བ་བཞིན་དེ་རུ་ཨ་སྤུ་གུ་ཉུང་དྲགས་ན་ཨ་ནི་གཞུང་ནས་རོགས་རམ་དེ་མང་པོ་མ་རག་བ་བྱས་ན་ཁོ་རང་ཚོ་འགྲོ་སོང་དང་དེ་ཚོ་ཚང་མ་སྐབས་མ་ཐུབ་བ་བྱས་ནས་འོན་དེ་འདྲའི་ཆ་དྲུག་འདུག་འོན་ཏེ་བྱས་ཙང་ང་རང་ཚོ་གི་རེ་བ་ལ་ཧན་ད་ང་ཚོ་ས་གནས་ལ། མེས་པོའི་བོད་པའི་གི་མེས་པོའི་མང་པོ་ཅིག་ཡོད་རེད་རོ་ཨ་ནི་ཨོ་ཁྱི་ཙང་ལབ་ད་དེ་ལ་དམིགས་ཡུལ་ཡག་པོ་ཅིག་ཡོད་རེད་ཨ་ནི་ཚང་མ་ལོག་གི་ཁར་ས་ད་གང་མང་མང་ཅིག་གི་མཉམ་ཞུགས་བྱས་གི་ང་རང་ཚོ་རེ་བ་རྒྱག་གི་ཡོད་ཨ་ནི་ལབ་ད་དེ་ཧན་ད་བོད་པ་གཅིག་པོ་ཅིག་ལ་མ་རེད་རོ་ཨ་པ་ག་ས་ལབ་ད་དེ Public School ཅིག་ཆགས་འགྲོ་དགོས་རེད་ནམ་རྒྱུན་གི་ལབ་ད་བརྗོད་རོ་ཨ་ཨོ་ནི་ན་ཞི་ཨོ་ཁྱི་ཙང་ལབ་ད་དེ་སྤུ་གུ་སུ་རྫུན་ནེ་ལེ་ག་ས་ཁུ་ཤི་རེད་རོ་ཨ་ཁོང་ཚོ་སྤུ་གུ་གཞན་པ་ད་ཚོགས་གི། དང་བདག་གི་གནས་སྟངས་ལ་བལྟ་བར་རོགས་བྱེད་ན་ཧང་ད་བསླབ་བྱ་འདི་ང་ཚོ Application དང་འདི་ཚོ་ཚང་མ་ཡིག་ཆ་འཚོ་ལས་ཀ་དེ་གོམ་པ་རྒྱག་ནས་འགྲོ་བསྡད་ཡོད་རེད་ཧང་ད་སྤྱི་ཟླ་དང་པོའི་ད་རིག་གཉིས་ལ་ཧང་ད་ང་ཚོའི Application ཆ་ཚང་བྱེད་ནས་འབད་ཐོ་ར་ཁོང་ཚོ་ལ་ཡར་ཕུལ་དགོས་རེད་རོ་ཨ་ནི་ཟླ་བ་གསུམ་ཟེར་ལ་ཁོང་ཚོས་ང་ཚོ་ལ་ལན་འབྱོར་གི་འདུག་ཧང་ད Application དེ་འགྲིག་གི་འདུག་མི་འདུག་ས་ནས་འགྲིག་གི་ཡོད་བ་རོགས་བྱེད་ན་ནི་ང་ཚོ་རྗེས་མ་ལོ་ལ་གོམ་པ་མང་པོ་ཅིག་རྒྱག་དགོས་རེད་ཁ་ཆེན་ལ་ན་ལས་བྱའི་ཚད་ཡ་ཆེ་ས་ཆ་ཚད་འཇལ་ཟབ་སྦྱོང་དང་དེ་འདྲ་ཚང་མ་འགོ་བཙུགས་རེད་ར་ནི Bus དང་དེ་ཚོ་ཚང་མ་གྲ་སྒྲིག་བྱས་ཆེད་དོ་ནི་ཚང་མ་སྟོན་ཁའི་གི་ཉིས་སྟོང་ཉི་ས་ལྔ་ལོ་ལ་ཡག་པོ་བྱེད་ནས་འགྲོ་ཐུའི་གི་དེ་འདྲའི་གནས་སྟངས་ཀྱི་ཧང་ད་ཆགས་བསྡད་ཡོད་རེད་ཕྱི་ལོག་ལ་ཧང་ད་ང་ཚོ Charter School Sign Up ཞུ་གུ་ཅིག་བཞག་ཡོད་རེད་ར་ང་ཚོ་ཁ་སང་སྔ་མ་ནས་དྲ་ཐོག་ཐོག་ནས་ཐོག་གླེང་འགོ་བཙུགས་ཚར་ཡོད་རེད་ནི་ད་འདི་ལ་ང་ཚོ་ཐོག་མང་སྤུ་གུ་མང་སྤུ་གུ་འདུག་ར་ཧང་ད་ཉིས་སྟོང་ཉི་ས་ལྔ་ལོ་ལ་སོ་སོའི་སྤུ་གུ་སྔོན་འགྲོའི་འཛིན་གྲྭ་ནས་འཛིན་གྲྭ་བཞི་བ་བར་ཡིན་ན་ཨ་ནི་ཡིན་གཅིག་མིན་གཅིག་ཐོ་དེ་རྒྱག་རོགས་གནང་རོགས་ཨ་ཐོ་དེ་རྒྱག་དུས་ཀ་སུ་ལ་ད་བད་བརྒྱ་ཆ་བརྒྱ་སྤོ་དགོས་ལབ་འདྲ་དེ་ལ་གཏང་གི་ཡིན་ས་ལ་དབོ་མ་རེད་རོགས་ཨ་ཁ་ལ་ན་ཧང་ད་ད་ས་ག་བ་ལ་ཡིན་མེད་ཧ་གོ་དགོས་མ་རོགས་ཨ་ཡིན་ནས་ད་དེ་གར་ས་ལབ་འདྲ་དེ་ལ་ཨིན་འདུག་ས་ནི་ཅོ་ར interest ཡོད་ས་ནི་ཅོ་འོ་དེ་ང་ཚོ་ཐོ་དེ་ཡིན་གཅིག་མིན་གཅིག་གོ་འདུག།

འདོད་པ་དེ་དཀའ་ངལ་ཐོབ་ཀྱི་མེད་པ་ཡིན་ན་སྤྱི་ཚོགས་རང་གིས་མཉམ་དུ་ཁོ་རང་ཚོ་འདྲ་མིན་སོ་སོ་བློ་ཁ་མཐུན་པ་དེ་གས་མཉམ་དུ་བྱས་ཚེ་ནི་བླ་བྲང་གཙོ་བོའི་གོ་སྐབས་ཤིག་འགྲོ་བ་ལ་བུ་དེ་བསམ་ད་དེ་འདྲའི་གི་རང་དབང་ཞིག་ཡོད་དེ་དེ་བསམ་པ་ནི་ད་ང་རང་ཚོ་བོད་པ་གས་དེ་འདྲའི་བྱེད་ཐུབ་ན་ག་འདྲའི་ཡོད་ན་འགྲོ་བ་ཞིག་སྙིང་མ་ང་རང་ད་ལོ་བཅུ་གོང་ལས་དེ་འདྲ་དྲན་མྱོང། བྱེད་ཐུབ་བསམ་པ་ད་ད་རིང་གི་གནས་སྟངས་འགྲོ་བ་ཞིག་མང་པོ་ཅིག་མཉམ་དུ་ཏག་ཏག་འཛོམས་ནས་ངས་འགྲོ་བ་ཞིག་འདུག་རོགས་ལ། ཨ་འདི་སྐབས་ལ་ཡང་ནི

ཟབ་སྦྱོང་རང་ག་ལ་ཡར་འགྲོ་གོ་བྱེད་ཀྱི་རོགས་ལ་བྱེད་ཚུལ་ཚང་མ་ལྟ། ད་ལྟའི་ཆར་ཡར་ལྟ་ཉིས་སྟོང་བཅུ་དགུ་ནས་བྱས་ནས་ད་ལྟ་བར་དུས་ད་ང་ཚོས་ཀྱིས་ག་ཚོད་ཁྱབ་ཐུབ་ཡོད་མེད་ཅིག་ངོ་སྤྲོད་ཞུ། ཨ་དེ་ནས་འདི་བྱས་ལ་ཡར་ལིས་ཀྱི་ཐོག་མ་ཡིག་གི་བྱུང་ཁུངས་དེ་གས་མང་པོ་ཞིག་དགེ་བཤེས་ལགས་ཀྱིས་གསུངས་གནང་གི་རེད་རྣམ་པ་ཚོ་མང་པོ་ཅིག་ལྟ། དགེ་བཤེས་ལགས་ཀྱིས་གསུངས་བཤད་དོན་དག་ལ་ཕལ་རེར་གཉིས་ཐུགས་རྗེ་ཆེ་ར་དཀའ་མོ་གོ་བྱེད་ཀྱི་རོགས་ལ་དེ་བྱས་ཨ་ནི་ད་དེ་རིང་རྣམ་པ་ཚོ་མང་པོ་ཞུ་ཕལ་ཆེར་ཚང་མ་ཐུགས་རྗེ་ཆེ་ཞུ་ཡ་ཡིན། ང་ཚོ་ཨེ་ལ་འདྲ་ལིས་མེད་ན།

ད་སྲིད་ཞུ་རྒྱུ་བསམ་པ་དང་པོ་དེ་སྤྱི་ཚོགས་བྱས། ད་ང་རང་ཚོ་མང་པོ་ཅིག་སྤྱི་ཚོགས་ཀྱི་སེམས་ཅན་ཆགས་བསྡད་རོགས་བྱེད་དུ་བསམ་པ་ད་སྤྱི་ཚོགས་ནང་ལོགས་ཡ། མི་དང་མི་འབྲེལ་བ་བྱེད་དགོས་བོ་རེད་ད་ནང་མི་འགྲོ་བོ་ཞིག་མེད་ནས་སྤྱི་ཚོགས་ཞུ་རྒྱུ་ཆགས་བསྡད་རོགས་བྱེད་དུ་བསམ་པ་ད་འདི་ནང་ལོགས་ཡ། ཕན་ཚུན་འབྲེལ་བ་ག་འདྲས་སུ་ཉར་གྱི་ཡིན་མེད་འདི་འདིའི་འབྲེལ་བ་བཞག་སྟངས་དང་འདི་གའི་ཐོག་ལ་ཡ། སློབ་གྲྭའི་ནང་ལོགས་ཡ་དམིགས་བསལ་གྱི་ཆེད་མཁར་སློབ་ཚན་འདི་ཡོད་མ་རོགས་མེད་དུ་བསམ་པ་ད། ད་འདི་གི་སོ་ཤེལ་གྱི CDS གྱི་ཆ་ཤས་དེ།

རྒྱལ་ཁབ་མི་འདྲ་བ་དང Affiliate ལྔ་བཅུ་ཞིག་ཡོད་རེད། ལྔ་བཅུ་དེ་གའི་དེ་མང་ཆེ་དེ་ང་ཚོའི་གི་བ་ག་ལ་ཡའི་ཚོགས་པ་ཚུགས་སྔར་བྱ་རྒྱུ་དེ་འདྲ་གས་མ་རེད་ཁོ་རང་ཚོ་ངོས་ནས་ད་དེ་འདྲའི་གི་སློབ་ཚན་དེ་དགོས་མཁོ་མཐོང་ཆེ་ཨ་ནི་ཁོ་རང་ཚོའི་ད་དམ་དེལ་རྣམ་པ་ཚོ་ཚོགས་ཆུང་བཙུགས་འདུག་དེ་ནང་བཞིན་ཁོ་རང་ཚོ་བ་ག་ལ་ཡའི་ཚོགས་ཆུང་བཙུགས་ཆེ་ད་ཁོ་རང་ཚོའི་གི་མངའ་ཁོངས་ནང་ལོགས་ལ་ཡ་ཨ་ནི་སིང་ལ་ནིང་དེ་ད་ཁྱབ་སྤེལ་གཏང་གི་ཡིན་འདུག་བྱས་རྗེས་ད་རྒྱལ་ཁབ་ལྔ་བཅུ་ནང་ལོགས་ལ་ཡ་ད་སིང་ལ་ནིང་གི་ད་འབྲེལ་ཡོད་གི་ད་ལས་ཀ་བྱེད་ཐུབ་མཁན་ད་མི

ཞེས་ནི་དགེ་རྒན་ལ་ཡང་ཁ་བསྡུར་སྨྱོ་བ་དེ་ལ་ཡང་དགེ་རྒན་ཉིས་སྟོང་ལྔ་བརྒྱ་འབུམ་གཉིས་དང་སྟོང་དང་ལྔ་བཅུ་རེ་དོ། དེ་གའི་ལ་ཡང་སྟག་སེང་གླིང་གི་ཟབ་སྦྱོང་དེ་གའི་ནས་ཕུལ་ཞེས་ད་ང་ཚོའི་གི་གི་ང་རང་ཚོ་འབྲེལ་ཡོད་ཀྱི་ཚོགས་པ་ཚོ་ནས་ཟབ་སྦྱོང་ཕུལ་ཁོ་ཚོའི་གི་ཁོ་རང་སྐད་ནང་ནས་ཟབ་སྦྱོང་ཟབ་སྦྱོང་དེ་གའི་ཕུལ་བ་རེད། ཨ་ནི་ཨ་ན་ང་རང་གི་འགན་འདོགས་གཙོ་བོ་ད་ཉམས་ཞིབ་ཀྱི་འགན་ཡིན་དུ་བསམ་པ་ཨ་ནི་ད་ཉམས་ཞིབ་བྱེད་ས་ས་གནས་ཁག་བཅུ་སོ་དེ་རྒྱལ་ཁབ་མི་འདྲ་བ་ཁག་བཅུ་སོ་དེ་ཉམས་ཞིབ་བྱེད་དགོས་རེད་ཟེར་ལེ་ནི་ད་དེ་ཉམས་ཞིབ་དེ་མེད་པ་ཡིན་ན་ང་ཚོའི་གི་ལས་རིམ་དེ་གའི་གི་ལས་ད་ཅིག་གྲུབ་འབྲས་ཐོན་གི་ཡོད་གི་དཔང་རྟགས་དགོས་བར་དགོས་དུ་བསམ་པ་ད་དེ་འབྲས་གི་དཔང་རྟགས་དེ་གྲུབ་པའི་ཕྱིར་ཏང་ནང་ཚུགས་དེ་དང་འབྲེལ་ཡོད་གི་ད་རྩོམ་སྒྲིག་མང་པོ་ཞིག་ད་ད་ལན་ལོ་མཇུག་ནང་ཡར་ཐོན་ཡོང་གི་ཡོད་རེད།

ད་དེ་ས་གནས་ག་བ་ག་བ་ལ་ཡང་ཏང་ཙུའི་གི་མཐུན་སྦྱོར་བ་སི་ལ་བ་རོ Facilitator དེ་དགེ་རྒན་ཚོ་ལ་ཡོད་འཇོན་ཕུད་ཐུབ་ངེས་ས་གནས་ག་བ་ག་བ་ལ་ཡོད་མེད་དེ་གའི་གི་རིམ་པ་དེ་བྱས། ནས་རིམ་པ་གཉིས་པ་དེ་གའི་ད་ང་ཚོའི་གི་ད་ཅིག་ས་གནས་གལ་ཆེ་དེ་ཚོ་དེ་རེད་ད་དེ་ཚོ་ནང་ཚོ་ལ་ཡང་ད་ང་ཚོའི་གི་དགེ་རྒན་ལ་ཡོན་ཅོག་འབྲེལ་དེ་ཏོ་ཤུགས་ཆེ་བྱེད་དགོས་བྱེད་དགོས་རེད་དེ་འདི Level two Facilitator བྱེད་ས་བྱོས་རོགས།

ད་ཡང་སོག་པོ་ར་བོ་ཞིག་ཆགས་བཞག་པའི་ན་སི་ལ་ནིང་ལས་དམིགས་བསལ་ཟུར་དུ་ཁེལ་མེད་པའི་ནི་ཁོ་རང་ཚོ Civics Education ཡོད་ར་དེའི་ནང་ལོག་ལས་མཉམ་དུ་འབྲེལ་བྱས་ནི་གཞུང་རང་གི་ཐོག་ནས་སྲིད་ཇུས་ཀྱི་ཐོག་ནས་མེ་མར་ལག་བསྟར་བྱེད་ཅིག་བྱས། དེ་ནས Japan ལ་ཆ་མཚོན་པའི་ནི་ཁོ་ཚོ་བསླབ་གྲྭའི་གི་སློབ་ཚན་ནང་ལོག་ལས Ethics Education བྱོས་ཞེས་འདུག་ར་དེའི་ནང་ལས་ཡང་སི་ལ་ནིང་དུ་འབྲེལ་བྱས་ལ་བས་བྱས་ད་གང་ལྟར་དམིགས་ཡུལ་དེ་སི་ལ་ནིང་ད་མིང་དེ་ཁྱབ་སྤེལ་བྱས་མེད་པ་བཞིན་ད་གང་ལྟར་ཁོའི་གི་དགོས་མཁོ་གཙོ་བོ་དེ་ད་བྷ་ག་ལི་ཡ་ཕན་ཐོགས་བྱེད་དགོས་པ་ར་ནི་སྒྲུབ་པའི་ཆེད་དུ་ཡིན་ར